ཁ་ཅིག་ཤ་ཆོས་ཀྱི་ཉེན་འགོག་ཡོད་ཟེར་ནས། ད་དེ་དེ་དུས་རྒྱུན་ང་ཚོས་ད་ཁོ་རང་ཅིག་དེ་ཅིག་ཆོ་ག་ནང་བཞིན་ཅིག་ཆགས་ནས། ད་དེ་ཅིག་ཆོས་བཤད་པ་པོ་དེ་གིས་ཅིག་ཆོས་བརྗོད་ཚིག་རེ་གཉིས་རེ་ཟེར་དེ་འདྲ་མ་བགྲང།

ཚེས་བཅུ་དང་པོ་དེ་འདྲའི་དགའ་སྦྱོར་བཏང། དེ་ལ་སྙན་ངག་ལ་སོགས་པ་དེ་འདྲས་ཀྱིས་བཅིངས། དེ་དེ་འདྲས་བྱས་དེ་མ་ཕྱི་དང་དགོས་པ་ཡོད་ཀྱི་རེད་དེ་ཡང་མཐའ་གཅིག་ཏུ་ད་སྤང་བྱས་ལ་ཡང། ང་རང་ཚོའི་སོར་ཡང་ཉམས་འགྲོ་གི་རེད་དེ་ཡང་དེ་ཡང་ཡང་ཁོ་རང་ཡང་སློབ་སྦྱོང་བྱེད་ཡ་རེད་དེ་ནས། ཆོས་ཀྱི་ཚིག་དེ། དཔེར་ན་ང་འདྲ་བ་ཅི་རིགས་ཡིན་ན་དེང་སང་གི་དཔེར་ན།

ཆ་ཤས་དེ་ག་རེ་ཡོད་རེད་ཟེར་ན། ད་ཡང་ཅིག་སེམས་ཅན་ཐམས་ཅད་སངས་རྒྱས་ཀྱི་གོ་འཕང་ཐོབ་ཡ་སྲིད་དུ་དཀའ་ན། དེ་དེ་འདྲ་རང་མ་གང་ས། ཚིག་དེ་ག་རང་བེད་སྤྱོད་བཏང་ནས། ཡང་ལབ་དུས་དཀའ་ན་ཡང་མཚམས་ཚར་ན། ད་དེ་ག་རེ་ཡིན་ན་ཟེར་ཡང་དེ་ཁོ། བཤད་སྒྲོས་ཀྱི་ཕར་གཅིག་ནས་ཧ་མ་གོ་ཧུམ་དེ་འདྲ་ཡོང་སྲིད་རེད་བ་དེའི་ནང་ནས་ལས་དང་པོ་བ་དེ་སོ་ན། དེ་ནས་དེ་སོ་ལ་ཡ་ཅིག་མཚམས་མཚམས་ན།

དེ་ནི་བཙལ་བས་དཔེར་ན་སློབ་ཚན་ཁོ་རང་གི་བརྗོད་བྱ་ག་རེ་ཡིན་མིན་དང། དེ་ནས་དཔེར་ན་གང་ཟག་ཡང་ལེའུ་རེ་རེ་ལ་ཡང། མངོན་པ་རེ་རེ་བཤད་པ་ཡིན་ན་དཔེར་ན་ད་ངས་མང་ཆེ་བ་འདི་དཔེ་དེ་ཡོངས་རྫོགས་ནང་དོན་རིགས་ཀྱི་སློབ་སྦྱོང་བྱས་ཏེ།

ཡང་ནས་ཡང་དུ་བཤད་དེ་གལ་ཆེན་པོ་ཅིག་བརྩིགས་ཡོད་ས་རེད། དེ་ནི་མ་གཞི་སྤྱི་བཏང་དགེ་རྒན་ཚོ་གི་ད་ཨིན་ཇི་ག་ལ Lesson Plan ཟེར་གི་འདུག་ད་ང་ཚོས་ད་ཅི་ཡིན་ན་ཅིག་གཞུང་ཅིག་མ་ཐ་ཆ་ཤེས་དུས་ག་འདྲ་ད་ཅིག་ཤོག་དེབ་ག་ཚད་ཚེ་ཉི་མ་རེར་པ་ཤོག་དེབ་རེ་རེ་ཚེ་རྩ་བ་ཤོག་དེབ་རེ་རེ་ཚེ་མ་བཤད། ད་ཅིག་འགྲོ་ཡ་འཇོར་བ་དེ་ནས་ཡང་སང་ཉིན་དེའི་ཁྲོད་ནས་མ། ད་དེ་ཕྱོགས་གཅིག་ནས་ད་སློབ་སྦྱོང་བཀྲལ་ཐང་གི་ད་ཆ་རྒྱུ་འདྲ་པོ་དེ་གཙོ་ཆེ་བ་ད་ང་ཚོ་སླེབས་མ་སློབ་སྦྱོང་བྱེད་དུས་ད་དེ་འདྲའི་སྒྲ་ཕྱི་རང་ཡིན་ས་ཡོད། དེ་ནི་ཡིན་ན་ཡང་སྔོན་ན་ཆེ་ན་ཆ་གཞི་དཔེར་ན་བདུན་ཕྲག་གཅིག་དང་ཟླ་བ་གཅིག་དང་ཡང་དེ་དཔེར་ན་གཞུང་ཁོ་རང་འདྲ་ཅིག་ཡིན་ན་ཆ་ཚང་མ་རྫོགས་པ་རུག་དེ་ལ་ཡ། ད་ལྟ་ནས་ཁོ་ཆ་གཞི་གཅིག་སྒྲིག་བྱས་ནས

ཁ་ཤས་ནི་གཅིག་ལེའུ་དང་པོ་དང་གཉིས་པའི་སྐབས་རང་ནི། ཏས་ཏས་ཅིག་གང་རེ་ཟེར་བ་རེ་བཤད་ཡ་ཡོད་པ་རེ་ཟེར་བ་རེ་བ། དེ་ནས་གསུང་ཡང་གསུང་ཡོད་རེ་དཔེར་ན། ཤེས་རབ་ལེའུ་དེའི་དཔེར་ན་ཤེས་རབ་དེ། གང་ཟག་ཕ་རོལ་ཏུ་ཕྱིན་པའི་གཞན་དག་ཐམས་ཅད་དེ་ནི་ཤེས་རབ་དེའི་དོན་ལྟར་གསུངས་བ་ཡིན་ཟེར་དང། ཁོ་རང་རྩ་བའི་ནང་དངོས་བསྟན་ཡོད་རེ་བསྟན་དུས་གང་ན། དེ་ག་རེ་ཟེར་བ་རེད་ཆ་གཞི་འཇོག་སྟངས་ལ་ཟེར་བ་རོ། དེ་དེ་ནས་གང་ཟེར་བ། གལ་ཆེན་གྱི་ཡིན་པ་འདྲ། དེ་ནས་དེ་ཅིག་འདུག་སྤུ་བུ་ཚོ་གི་སློབ་སྦྱོང་དེ་བྱེད་དུས་སྤུ་བུ་ཚོ་གཅིག་བཤད་སྟངས་འདྲ་པོ་ཟེར་བ་རོ། སྤུ་བུ་ཚོ་སློབ་པ་སློབ་གཉེར་བྱེད་སྟངས་བཤད་སྟངས་ཧ་གོ་སྟངས་དེ་དེ་ཁ་ཁ་ཁ་ཁ་ཡོང་གི་ཡོད་ས་རེད། དེ་ཡིན་དུས་ང་ཚོ་དགེ་རྒན་ཚོ་གི་ཡང་དཔེར་ན་ང་རང་ཚོ་མ་སློབ་གང་སང་སློབ་སྦྱོང་སྤྲད་མཁན་ཚོ་ཡང་དེ་ངེས་པར་དུ་ཧ་གོ་བ་བྱས་ནས་ཡིན་གཅིག་མིན་གཅིག་ལྟར་ག་རེ་ཟེར་བ་རེད། བཤད་སྟངས་ཟེར་བ་རེད་ཧ་གོ་སྟངས་ཟེར་བ་རེད་ཁོ་རང་ཚོ་ཉམས་སུ་རྙོག་སྟངས་འདྲ་པོ་དེ། དུས་རྒྱུན་གྱི་ཁོ་རང་འགྲོ་སྟངས་གཅིག་འདྲ་ཕ་ག་རེ་ཟེར་བ་རེད། ཡིན་གཅིག་མིན་གཅིག་གོ་གི་ཡོད་སྲིད་ཨུ་ཚུགས་རྒྱག་པའི་མ་ཡིན་པ། ཡང་ཁ་ཤས་དཔེར་ན། མ་དགེ་རྒན་གྱིས་དེ་ནས་དགེ་རྒན་དང་མཁན་པོ་འདྲ་པོ་དེ་འདྲས་ཀྱིས་མ་ཤེས་པ་བཤད་ནས་དེ་ནི་སྤུ་གུ་ཚོགས་ཡང་ཧ་གོ་གི་འདི་འདྲའི་ཡོང་གི་ཡོད་ས་རེད། ཡང་ཁ་ཤས་ནས་ཤེས་པ་ཤེས་འདོད་ག་ན་ཕལ་ཆེ་ཕལ་ཆེ་གཅིག་ཤི་དྲག་ཤི་དྲག་མགོ་མ་ཚུད་ནས་ཟེར་བ་ར་བ་ད་ལྟའི་གཅིག་སེམས་པ་ཡེངས་ཤོར་གི་ཡོད་ཀྱི་རེད་ལ། གང་བྱས། སྐད་ཆ་བཤད་དུས་ག་ན་ཤི་དྲག་ཉན་མི་བྱེད་མཁན་འདི་འདྲའི་ཡོད་ས་རེད། དེ་ཡིན་དུས་ཡང་དེ་ཚོ་ལ་ཡང་སློབ་སྦྱོང་བྱེད་སྟངས་དེ་ད། ཨིན་ཇི་སྐད་ལ Research ཟེར་གི་འདུག་བ་གཅིག་ཉམས་ཞིབ་བྱས་བཅུག་ནས་དེ་ནས།

གཅིག་ཉམས་ཞིབ་ཀྱི་བྱེད་སྟངས། དེ་ནི་གཅིག་དེབ་ཀློག་ཡ་འདྲ་དང་དེ་ནི་སྐད་ཆ་འདྲི་ཡ་འདྲ་དང་དེ་འདྲ་ཡོང་གི་རེད་བ་དེ་འདྲ་བྱས་ན་ཡང་དེའི་སློབ་ཚན་དེ་ལ་ཡང་སེམས་པ་འཁོར་ཐུབ་པ་དེ་འདྲ་ཡོང་གི་ཡོད་ས་རེད་དེའི་འདུག་ག་ན་སློབ་ཕྲུག་ཚོགས་ཀྱི་སློབ་སྦྱོང་བྱེད་སྟངས་མ་འདྲ་བ་མ་འདྲ་བ་ཡོད་པ་དེ་དགེ་རྒན་ཚོགས་ཀྱི་དེ་ལ་ཡང་ག་རེ་ཟེར་དགོས་རེད་དབྱིན་ཇིའི་མི་འཇིགས་འགྲོ་སྟངས་གཅིག་འགྲོ་དགོས་ཀྱི་ཡོད་ས་རེད་འུ་ཚོ། མ་འཇམ་དབྱར་གྱི་བྲག་ཆེན་པོ་ཞིག་ཅིག་ཡིན་པ་འདྲ། གང་བྱས། དེ་ནས་ཨ་ཅིག་བྱས་དེ་ནས། མཚམས་མཚམས་ན་དཔེར་ན་རྒྱུགས་ལེན་དུས་ཟེར་བ་རེད་དེ་ནས་ཅིག་ང་རང་ཚོ་སྐད་ཆ་དྲིས་དེ་ནས་ཕར་ཚུར་དེ་འདྲའི་བགྲོ་གླེང་བྱེད་དུས། དགེ་ཕྲུག་ཚོ་གིས། དེ་ནས་བཤད་སྟངས་དེ་ཅིག། ནོར་སོང་ན་ཡང། དོན་དག་རྡོག་རྡོག་དོན་དག་ཁོ་རང་གོ་བ་དཔེ་ཆ་འདྲ་ཅིག་ན་ད་གོ་བ་ཁོ་རང་སྟེང་འདི་ལ་དོན་དག་ཁོ་རང་སྟེང་འདི་ལ་ཇི་འདྲ་ཇི་འདྲ་དེ་ནི་བག་ཚུ་གཡོས་མེད་ཟེར་བ་རེད་ད་ནོར་མེད་པ་ཡིན་ན་དེ་ནི་དེ་འབྲི་རྒྱུའི་དབང་དུ་མཚམས་མཚམས་བཏང་ན་ཡག་ཡག་ཡོད་པ་རེད་དེ་ག་རེ་ཟེར་ན་ཡང་ང་ཚོས་མཚམས་མཚམས་ན་ཅི་ཡིན་ཅི་ཡིན་མིན་ཅིག་དཔེར་ན་རྒྱུགས་འབྲི་ཅིག་གླན་དུས་གང་ན་དེ་ནས་དཔེར་ན་བདེན་པ་བཞི་ལྟ་བུའི་སྐོར་ལ་ཡང། རྒྱུག་ཅིག་གླེན་པ་ཡིན་ན། དེ་ནི་གོ་རིམ་དེ་ཡང་སྡུག་བསྔལ་བདེན་པ་ལྔས་ནི་ཡང་དེའི་རྒྱུ་འདྲ་དེ་ནི་ཀུན་འབྱུང་བདེན་པ་ཡོངས་ཡངས་དང་དེའི་རྒྱུ་འདྲ་དེ་ནི་ཅིག་ཡོད་རོ་དང་བདེན་པ་བཞི་དང་ཅིག་མཚམས་དང། ངེས་པར་དུ་དེའི་གམ་ན་དེ་ནི་མ་འགྲོ་ན་ཡང་ཐ་མི་མཁན་འདྲ་བོ་ཨུ་ཐུག་བརྒྱབ་བསྡད་པ་ཡིན་ན་ཡང་ག་རེ་ཟེར་བ་རེད་སློབ་སྦྱོང་གི་བྱེད་མཁན་ཡིན་ན་ནི་ལོ་ཆུང་བ་དེ་ཚོ་ཅིག་སེམས་པ་སུན་སེ་གོ་རེ་སྤོབས་པ་མི་བྱེད་ལ་དེ་འདྲ་བྱ་གི་ཡོད་ས་རེད། དེ་ཡིན་དུས་གང་ན་ད། བདེན་པ་བཞི་འདྲ་བུ། དེ་ནི་རྒྱུ་འབྲས་ལས་འདུས་གང་ན་ལོ་ཆུང་བ་ཚོར་དང་པོ་ཁོ་རང་ནས་ཡང་འགོག་གི་བདེན་པ། བརྩི་ཡོང་ན་དེ་ལ་ལམ་སང་ལམ་སང་ཁོ་རང་དགག་ས་དགག་པ་རྒྱབ་ཡ་ཟེར་དགོས་རེད་དེ་ལ་ཡ་སེམས་པ་སུན་པོ་དེ་འདྲས་མ་བྱེད་ཡ་དེ་གལ་ཆེན་པོ་ཟེར་གང་ཅི་ཁོ་རང་དོན་མཐའ་དོན་མཐའ་རྡོག་རྡོག་དེ་སླེབས་དགོས་ཡོད་པ་ཡིན་ན་དེ་ནི་དེ་ག་རེ་ཟེར་བ་རེད་འགྲིག་འཇུག་དབང་དུ་བཏང། གང་བྱེད། ཚིག། དེ་མི་བོ་དང་དཔེར་ན་ཚིག་ཡང་བེད་སྤྱོད་སོ་སོ་བཏང་ནས་དཔེར་ན་དཔེ་ཆ་དེ་ནང་ལ་ང་རང་ཚོའི་དུས་རྒྱུན་བཤད་སྟངས་ནང་བཞིན་མ་ཡིན་པ། དོན་དག་ནི་འགྲིག་བསྡད་པ་ཅིག་ལ་ཁོ་རང་ཚོའི་བཤད་སྟངས་ཡང་མ་འདྲ་བ་དེ་འདྲའི་ཡོང་སྲིད་ཀྱི་རེད་དེ་ཚོ་ཡང་མཚམས་མཚམས་ལ་དང་དུ་གླེན་པས་མ་ཟད་ང་རང་ཚོ་དཔེར་ན་དགེ་རྒན་ཚོ་འདྲ་ཅིག་ན་ད་ཐོ་འདྲ་ཅིག་བརྒྱབ་བྱས་ནས་དེ་ཡང། ཁོ་རང། ག་རེ་བཟོས་ན། བསམ་བློ་བཏང་སྟངས་མ་འདྲ་བ་ཅིག་གསར་པ་ཅིག་སླེབས་ཡོང་གི་རེད་པ་དེ་འདི་ག་ན་དེ་དེ་ལ་དོ་སྣང་གནང་ཡོང་དེ། གལ་ཆེན་པོ་ཡིན་པ་དང་དེ་ནི་ཁ་སང་ང་ཅིག་ཞུ་རྒྱུ་བྱུང་སོ་དྲན་སོང། སློབ་སྦྱོང་སྤྲད་དུས་ག་ཚད་ཅིག་ཡིན་ན་ཡང་པར་རིགས་དེ་ལ་ཡར་གཅིག་སྐར་མ་གསུམ་རེ་ལྔ་རེ་ཚུལ་དེ་འདྲའི་མཚམས་འཇོག་བྱས་ནས་ཅིག་དེ་མཚམས་བཞག་དུས་ག་ན་ཡང་མ་གི་ང་ཚོས་ད་མཚམས་ད་ལྟ་སྐར་མ་ལྔ་ང་ཚོས་ད། གང་ཟག་བར་གསེང་ངེས་ཟིན་ལ་བསྡུས་པ་ན་ཡང་ང་ཚོ་སློབ་ཕྲུག་ཚོ་ཚང་ཚར་མ་གེ་རང་དེ་འདི་འདྲའི་ཡོད་བྱེད་ཀྱི་འདུག་དེ་འདྲའི་བྱེད་མ་བཅུག་བ་བྱས་དེའི་སྐབས་སུ་ཡར་ལོངས་བར་འགྲོ་བཅུག་ཚུར་འགྲོ་བཅུག་ད་ཅིག་ཆབ་སང་ལ་འགྲོ་དགོས་ཡོད་ན་རེད་དེ་མ་ཡིན་ན་ཅིག་རྦད་དེ་ཁ་ལ་གཙང་མ་གཙང་སྤྱང་དེ་ནས་གང་ཟག་བར་གསེང་བྱས་ཡ་དེ་བྱས་དེ་ནས་ཡིན་གཅིག་མིན་གཅིག